ད་ཤོག་གྲངས་བཅོ་གསུམ་པོ་འདི་ནར་འདོག་ཨོ་དེ་ནས་མང་བྱས་ནས་འབངས་བྱེད་ཅིག་ཟེར་རོ་ན་ཤོད་ཡིན། ད་དང་པོ་འདི་མ་བྲིས་གོང་ལས་མ་ཞུས་གོང་ལ་ཡང་ཨ་ལས་དང་པོ་འདི་ལ་ཡང། དེ་རིང་ནི་རེས་ལྷག་པོ་ཡིན་ཙང། རྣམ་པ་ལྷན་རྒྱས་ལ་ཡང་ནི་ལྷག་དཀར་བཟང་བྱས་ནས་ཞུ་ཡ་ཡིན། དྲི་བ། ཨ་ནི། ད་ངས་རྟག་ཏུ་གཅིག་གར་སུག་རེད་སློབ་ཚན་གྱི་ཞོར་ལ་ཡང་གཅིག་པོ་ཀུ་ཅོ་ལ་ཡང་བསླབ་བྱ་ཟེར་ནས་མི་འདུག། ཚིག་གཅིག་གཉིས་ཕན་ན་བསམ་བྱས་ད་གཅིག། མ་ཞུས་ན་བསམ་གྱི་འདུག་ད་ནི་ངས་དེ་རིང་གར་འགྲོ་གིན་པ་ཟེར་ནས་ཞུས། སློབ་ཚན་མ་འགྲོ་གོང་ལ་ཡང། ད་འདི་བདེ། ནད་མེད་པ་ནི་བདེ་བའི་མཆོག་ཆོག་ཤེས་པ་ནི་ནོར་གྱི་མཆོག་ཟེར་གྱི་འདུག་ད་འདི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་ང་ཚོ་མི། ཚང་མ་ལ་ཡ་གཅིག། རང་ཉིད་ལ་ཡ་གཅིག་གར་སོང་རེད། ལུས་བདེ་པོ་ཚ་པོ་ཡིན་དུས་དགའ་བ་ག་འདྲས་སུ་སྒོམ་དགོས་རེད་དགའ་བའི་སྒོམ་སྟངས་ཇི་ལྟ་ག་འདྲ། ང་ཚོའི་མི་ལ་ཡ་གཅིག་གར་སོང་རེད་བོད་པའི་གཏམ་དཔེ་ཡོད་པ་ནང་བཞིན་རེད། སྐྱུར། གར་སར་སྐྱུར་མོ་གཅིག་དང་མ་ཕྲད་ན་སྔ་མོ་ཐང་ཆད་ཅང་ཅང་ཡིན་ཟེར་ལབ་ནང་བཞིན་གྱི། ག་ཚོད་ཀྱི་སྐྱིད་པོ་བྱུང་བ་ཡིན་ནའི་ལས་འདི་ལ་ཡ་ཚོར་ཚོར་སྣང་ཟེར་མཁན་མེད་དེ་ཉེར་བཞི་འགུ་དུ་བ། བྱས་ཙང་འདི་འདྲ་ཡིན་དུས་དང་པོ་འདི་ལ་ཡ་ནད་མེད་པ་ནས་བདེ་བའི་ཕྱོགས་སུ་འཛུལ་ཙང་ལ་ཡ། སྟོན་པ་སངས་རྒྱས་བཅོམ་ལྡན་འདས་གར་སོང་གསུངས་འདོག་ཟེར་ན་ནད་མེད་པ་ནས་བདེ་བའི་ཕྱོགས་སུ། ང་ཚོ་བདེ་བའི་ནང་ནས་བདེ་བ་མཆོག་ཏུ་གྱུར་བ་དེ་ག་རེད་ཟེར་ན་ལུས་ལ་ན་ཚ་མེད་པ་དེ་རེད་འགུ་དུ་བ། ད་འདི་བསམ་བློ་ཡག་པོ་བཏང་ན་དངོས་གནས་རང་རེད་འདུག་བ་ད། སྐད་ཆ་བཤད་ན་ཁྱེད་རང་ཅིག་གར་སོ་རེད་བསམ་བློ་ཞིག་བཏང་ད། སུ་སུ་ནང་མི། པ་པ་ཨ་མ་དེ་ནང་ཤེས་པིན་རྒྱག་འདུག་གས་གང་གི། ནས་ནག་ཚ་མོད་བྱེད་དེ་བོ་ཡིན་པ་ཡིན་ན་ད་དེ་ལས་སྐྱིད་པོ་ཅིག་ཡོང་ཡ་བྱེད་ཡོད་མ་རེད་ད་དེ་བ་དེ་ལས་ཆད་ཅིག་ཡོད་མ་རེད་ད་ཡིན་ནས་ང་ཚོས་དེ་ཚུར་དགོས་མ་རེད་ད། ངས་དུས་ཙམ་ཡང་ཨ་ནི་འདིའི་པར་རུ་དེ་ལས་ཡང་རྙོག་གྲོ་ཟོ་མོ་རྙོག་གྲོ་ལུང་པ་གང་བཟོས་ཨ་ནི། བཀྲ་མ་ཤིས་པའི་སྐད་ཅིག་རྐྱང་རྐྱང་བཤད་དེ། ཨ་ནི། རང་མ་སྐྱིད་གཞན་མ་སྐྱིད་བཟོས་དེ་གི་འགྲོ། བྱས་ཙང་འདི་འདྲས་མ་ཡོང་ཡང་ཤི་ག་དུས་ཡིན་པས་ནས་ནད་མེད་པ་ནི་བདེ་བས་ཆོག་ས་དེ། ནད་མེད་པའི་ཞུ་སྒོ་ལ་ཡར་ལྟ་བདེ་བའི་ནང་ནས་བདེ་བ་མཆོག་ཏུ་གྱུར་པ་དེ་རུ་དངོས་གནས་བྱས་པ་ཡིན་ན། ད་འདི་ག་དུས་ཚོར་གི་རེད་ཟེར་ན་མི་གཅིག་མན་ངག་ནང་ལས་ལྷག་བཟོ་ན། ཨ་ནི། འདི་གཡས་གཡོན་གྱད་བྱ་གཉིས་དང་བྱ་གླག་ཡར་མར་འཁྱིལ་འགྲོ་གཉིས་ལས་མིན་གི་རེད་ད། ཨ་ཙི་ད་སྐྱིད་མདོག་ཧ་ལགས། འོ་ད་འདི་འདྲས་ཡིན་དུས་ཙང་ལ་ཡ་ག་དུས་ཡིན་ནས་ཅིག་རང་བཞིན་རོགས་གསུམ་ཐུགས་ཀའི་བདེ་པོ་ཡོད་པའི་སྐབས་ལ་ཡ་ནི། སེམས་ནང་ལ་ག་དུས་ཡིན་ནས་ང་དལ་བ་ཆེ་ཤོས་འདི་ཡིན་བསམ་པ་ཅིག་ད་གོམས་ཞོལ་གསུངས་བཞག་དེ་ནང་བཞིན་ཆོག་ཤེས་པར་ནོར་གྱི་ཆོག་ད་ང་ཚོ་ཅིག་ག་དུས་ཡིན་པ་ཡིན་ནས་ལས་གཅིག་བྱུང་ན་གཉིས་གཉིས་བྱུང་ན་གསུམ་གསུམ་བྱུང་ན་བཞི་བྱས་འདི་འདྲས་ཀྱི་བསམ་བློ་བཏང་དལ་སོང་ན་ནི་ཨ་ནི་འདོད་པ་གང་ཡག་སི་ཁའི་ཡུལ་སི་མ་རེད། བྱས་ཙང། སྟོན་པ་སངས་རྒྱས་བཅོམ་ལྡན་འདས་གར་གསུངས་མདོ་སི་ན་ཆོག་ཤེས་པར་ནོར་གྱི་ཆོག

སྦྱོང་ཚན་དང་པོ་འདི་ལ་ཡ། རིམ་པ་དང་པོ་འདི་ལ་ཡ། གཤམ་གྱི་ལེའུ་མིག་ནང་དུ་ས་སླར་བསྡུའི་སྒྲའི་སྦྱོར་ཚུལ་བྲིས་ཏེ། མིང་གི་རྗེས་སུ་བཅུག་པ་དང་བྱ་ཚིག་གི་རྗེས་སུ་བཅུག་པའི་དཔེར་བརྗོད་རྣམས་རེའུ་མིག་ནང་དུ་བྲིས་ཞོག་ད་ང་ཚོ་ད་ལྟ་འདི་ནང་ལ་རེའུ་མིག་ནང་དུ་བྲིས་ཡ་སྐད་ཆ་གལ་ཤེས་ཀྱི་མེད་ད་ད་ག་ད། འདི་མིང་གི་རྗེས་སུ་བཅུག་པ་རེད་ཤག་འདི་བྱ་ཚིག་གི་རྗེས་སུ་བཅུག་པ་རེད་ཤག་ས་ཅི་ད་ངོ་འཕྲོད་པ་བྱེད་ཡ་ཡོང་ཡ་ཆེད་དོ་ནས་ང་ཚོ་འདི་ནས་མ་དཔེར་བརྗོད་རེ་རེ་བྱས་ནས་འགྲོ་གི་འདའ། ཨ་འབུ་གུ་ཚོས་འདི་ནང་ལ་སློབ་ཚན་ནང་ལ་ཟེར་བའི་ནི་གསལ་ཐག་ཆོད་རེད་དང་པོ་འདི་ནང་ལ་ཁ་བྲིས་ན་འདོ

བྱ་བྱ་དུ་ནི་དེ་མ་ཀློག་ཀྱི། མིང་གི་རྗེས་སུ་དྲོད་ཉེར་ཟློག་བྱ་ཚིག་གི་རྗེས་སུ་དྲོད་ཉེར་ཟློག་དེ་ངོས་འཛིན་བཞུགས་སུ་བོར་བ། བྱས་ཙང་དང་དུ་དཔེ་ཆ་བཞིན་དེ་སྲིད་ཞོག་དེ་བྱ་ལ་ཡར་རོ་ས་དེ་དག་བྱ་ཚིག་གི་རྗེས་སུ་བཅུག་པ། དགྲ་བཅོམ་ངོ་ས་ནས་བྱ་ཚིག་གི་རྗེས་སུ་བཅུག་པ། འདི་ནི་ཁོ་བོའི་ཕའོ་སི་དོ་ད་འདི་ནི་ཁོ་བོའི་ཕའོ་སུ་འདི་ངའི་སོ་རེ་ཁོ་བོའི་སུ་ཟང་ཕའོ་སུ་པ་ལ་རེ་ས་རེ་བ། ད་དེ་མིང་ལ་བཅུག་པ། འདི་ནི་ཁོ་བོའི་ཕའོ་ཕ་ས་ནི་མིང་རོ། ཅེས་དང། མིང་ལ་འཇུག་པ། ཆུའི་ཞེ་ས་ནི་ཆབ་བོ་ས་རེད། ཆུའི་ཞེ་ས་ནི་ཆབ་བོ་སི་ཆུ་ལ་ང་ཚོས་ཞེ་ས་བརྒྱབ་པ་ཡིན་ན་ཆབ་སི་རོ། ང་ཆབ་བལྟས་སི་ནང་ལོ་ན་སི་རྡོ། ཨ་ནི་ཆུ་ཚ་བོར་བྱས་ན་ཆབ་ཁོལ་མ་སི་རྡོ་ཆབ་ཁོལ། བྱས་ཙང་ཆབ་སི་ན་མིང་རྡོ་རེད། འོ་ད་ཁྱབ་བོ། མིང་གི་རྗེས་སུ་བཅུག་པ། ད་དེའི་ནང་བཞིན་གྱི། མིང་བཏགས་སོ། ད། བླ་མའི་མིང་བཏགས་ཡིན་ནའི་འདྲ་ཕ་མའི་མིང་བཏགས་ཡིན་ནའི་འདྲ་མིང་མི་བཏགས་པ། བཏགས་པ་ས་དེ་གོ་རེ་བྱ་ཚིག་རེད་བ། མིང་བཏགས་སོ། ཏེ་ས་ཡོད་ཙང་སོ་ལས་སོ། དེ་བྱ་ཚིག་གི་རྗེས་སུ་བཅུག་པ། ད་དེ་དང་ཕྱོགས་མཚུངས་པའི། ནོར་ནག་ནི་གཡག་གོ། ནོར་ནག་ནི་གཡག་གོ།

བསྡུ་ས་ནི་ཚོགས་ཁང་ངོ། ཡང་དེའི་མིང་རེ་བྲིས་ཏོ་དེ། བསྡུ་ས་ཨ་སོས་ང་ཚོ་ཚོགས་འདུ་ལ་སོགས་པ་བསྡུ་བ་སོས་མི་མང་མ་ཡར་འཛོམས་པའི་དོན་རེད་བ། ཚང་མ་མཉམ་དུ་རུབ་པའམ་འཛོམས་པའི་དོན་རེད་བ། བྱས་ཙང་བསྡུ་ས་དེ་ག་བར་དུ་ཚོགས་ཁང་ནང་རེད་དོ་ད་ཟེར། དེ་མིང་ལ་འཇུག་དགོས་རེད་བ། བསྡུ་ས་ནི་ཚོགས་ཁང་ངོ། དེ། ཁང་པའི་ཁང་དེ་བྲིས་ཏོ་ཚོགས་ཁང་ངོ། ཨིན། ད།

སྲོང་བཙན་སྒམ་པོའི་སྐབས་ལ་སོས་དོད་ན་ཨན་འདི་ནང་བཞིན་གྱི་སྡེ། སྲོང་བཙན་སྒམ་པོ་ཨན་ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན་རྒྱལ་ཐོག་ཉིས་བཅུ་བདུན་པ། ཨན་པད་དུང་བོ་ནས་བོད་ལ་བསྟན་པ་ས་ཐག་བསྟར་བ་དེ་འདྲ་བྱུང། དེའི་ནང་བཞིན་གྱི་ཁྲི་རལ་པ་ཅན་སྐབས་ལི་ཡ་པད་དུ་ཞེ་དྲག་གི། ནང་ཆོས་ལི་ཡ་པད་ཆེ་མཐོང་དུ་སྐྱེས་མ་སོང་ན་ཤུགས་ཆེན་པོ་ཞིག་གནང་བྱས་ཏེ་གང་ལྟར་ད་ཁོ་ནང་དུ་ལི་ཡ་ཆོས་ཀྱི་རྒྱལ་པོ་ཟེར་བའི་གསུང་ཡང་འདིར་འདི་ཆོས་རྒྱལ་མི་དཔོན་རྣམས་གསུང་སྟེ་ད་གང་ལྟར་ག་རེ་ཡིན་ནས་མི་སྣེར་ད་ད་ལྟའི་དེའི་སྐབས་དེ་ལི་ཡ་བཙན་པོ་རྣམས་ཀྱི་ནང་ནས་ཆོས་རྒྱལ་ལོགས་སུ་ད་མིང་མི་འཇུག་པར་ད་ཆོས་རྒྱལ་རི་དྭགས་ཟེར་བ།

བསད་དང་བཏགས་ང་ཚོས་འདི་ནས་མ་ཀློག་ཡར་བལྟ། ནོར་རྩ་ཐོག་ཏུ་སླེབས་ས་ད་ད་གིན་ངས་འདིའི་དཔེར་བརྗོད་སྒང་འདི་ལ་ཡང་ནོར་ས་དེ་འགྲེལ་བཤད་ཞིག་རྒྱག་དགོས་བསམ་བཞིན་སྤུ་གུ་ཚོས་ཕལ་ཆེར་མགོ་འཚོས་ཡོད་ཀྱི་རེད་བསམ་གྱི་འདུག་ཇི་ལྟར་ནོར་ལབ་ན་རྒྱུ་ནོར་ཟིན་ཡོད་ཀྱི་རེད་རེད་བ། རེད་དེ་ལས་ང་རང་ཚོ་བོད་ལ་ཡར་བལྟ་ནོར་བུ་ཟིན་ནས་མི་འདུག་རྒྱུ་ནོར་ཟིན་ནས་མི་འདུག་འབྲི་གཡག་དེ་གལ་ཆེན་པོ་ཤུགས་ཆགས་ཚོར་འབྲི་གཡག་ལ་ཡང་ནོར་ས་ཁུག་རེད། ནོར་འདི་ལ་ཡང་ས་ཡག་རྩ་དགུ་བོར་དེ་ནོར་རྩ་ཐོག་ཨ་ནི་ག་རེ་བྱེད་དགོས་རེད་ད་ལྟ་འདི་ན།

བྱ་བའི་ཡུལ་ལ་བྱ་བ་བྱེད་པ། གཉིས་པ། སྤྱན་གྱི་ལམ་ཐོག་ཏུ་བཙལ། ད། ནམ་མཁའ། གར་ས། ནམ་མཁའ་བྱ་ཕུར་ས། དེ་ལས་གར་ཁྲིད་ནི་ཡག་ལ་དགོས། བུག་ཙུའི་བྱས་ན། ད་དེ་ལས་ཡ། ར་རུ་གར་བྱ་བྱ་རེད། ར་བྱ་ར་བྱ་གཉིས་ཡིན་ན་དེ་ཡ་དེ་མེད་པ་སོག་རེད། རུ་བྱ་གཉིས་ཡིན་ན་ཐད་ཀར་བྱ་བྱ་རེད་ཤར་སྐྱ་འདུག་ཟེར། ནམ་མཁའ་རུ་བྱ་ཕུར་གཟིགས་དོ་ནམ་མཁའ་རུ་བྱ་ཕུར། གཅིག་པ་གཅིག་རྐྱང་རེད་དོ་གནང་གཉིས་པ། བྱ་བའི་ཡུལ་ལ་བྱ་བ་བྱེད་པ། བྱ་བའི་ཡུལ་འདི་ནམ་མཁའ་དུ་བཅས། འདི་ལ་བྱ་བ་ཕུར་བུ་དུ་བ། ཨོ་ཡ་ད་འདི་འདྲའི་འདི་ནམ་མཁའ་རུ་བྱ་ཕུར། ད་དེ་གོས་དང་རས་ཐག་ས་ཞོ་དེ་བྱས་ན་ག་རེ་བྱ་ན་ག་དོ་བུ་ཡི་ན་ནས་ལ་དོན་གྱི་ཚེ་ན་ནས། སུ་ཡིན་ཡིན་རུ་བ། ས་སུ་སུ་དུ་བ། གོས་སུ་རས་ཐག་ཨོ་དེ་རྣམ་དབྱེ་ག་རེ་དུ་ད་གོས་སུ་རས་ཐག་ལབ་ན།

ལ་དོན་གྱི་ཕྲད་ན་ནི་རྒྱ་མཚོ་གཉའ་འཛིན་ས། ཨ་དང་ལྷ་མིན་ར་དང་རུ་སུས་ཙང་ལ་རྒྱ་མཚོ་རུ་ཟེར་གི་གང་ལ་བཤད་པ་ནང་བཞིན་རེད་དེ། རྒྱ་མཚོ་རུ་ཟེར་ཉེན་ཡིན་ན་དེའི་ཚུགས་སྟོང་དུ་སུབ་བྱས་ར་དེ་གཅིག་པོ་བྲི་བ་རྒྱ་མཚོ་རུ། ད་ར་གཤམ་གྱི་རུ་བྲི་ཉེན་ཡིན་ན་ད་ག་རང་ཐད་ཀར་བྲིས་བཞག་ཡ་འདུག་ཟེར། རྒྱ་མཚོ་རུ་གཉའ་འཛིན་ས། གནའ་མི་གཉིས་པར་དུ། གོ་བ་དུ་གཉའ་འཛིན་གི་དུ་རྒྱ་མཚོའི་ནང་ལ་གཉའ་འཛིན་གི་འདུག་ཟེར། རྒྱ་མཚོ་རུ་གཉའ་འཛིན་ས། བྱས་ཙང་ད་དེའི་ཤོག་གྲངས་འདིའི་ནང་ལེགས་དང་གནག་ཚུལ་ཤོག་གྲངས་བཅོ་གསུམ་པའི་ནང་ལ་ཡང་ནི། འོ་ད་ལས་ད་རིགས་ཀྱི་རྩིས་གཞི་དེ་ལ་ཡང་ཟིན་བྲིས་དགུ་བའི་པུ་གུ་ཚོ་ལ་ཡང་ད་རིགས་ཀྱི་རྩིས་གཞི་དེ་ལ་ནང་སྦྱོང་འདི་གཉིས་རང་ཡིན་ད། ནང་སྦྱོང་འདི་གས་ལ་ཡང་ད་ད་ལྟ་ང་ཚོས་བྱས་པ་ནང་བཞིན་བསྐྱར་སྦྱོང་བྱེད་རོགས་གནང། འོ་ཐོག་བྱས་ནི་ངས་དག་ཡིན།